ངོ་སྤྲད་རྒྱུ་ཡིན་ཙང་འཆད་ཁྲིད་ཀྱི་དྲ་ལམ་དེ་ནང་ཕེབས་ཤིག་དེ་ནས་སློབ་མ་ཚང་མ་དགེ་བཀྲ་ཤིས་བསྟན་འགྲོའི་རྣམ་པ་ཚོ་ཚང་མ་ལ་ད་ནས་དགོང་མོའི་ཆ་ནས་མཚོ་འགྲམ་དུ་བཀྲ་ཤིས་བསྟན་ལོས་ཞུ་བ་ཡིན། ད་ང་ཚོ་ད་རེས་ནས་མགོ་བཙུགས་ཏེ་ག་སོ་རེད། སྐྱེ་བ་སྔ་ཕྱི་གོ། སྐྱེ་བ་སྔ་ཕྱི་གི་ད་འཆད་ཁྲིད་དེ། ད་རེས་ནི་འགོ་ཚུགས་ཡིན་རེད་དེ་ནི་ག་རེ་བཟོ་བ་རེད། སྤྱི་བ་ངར་ཤིག་གི་འཆད་ཁྲིད་དེ་ཧ་ཅང་གི་ནི་གལ་ཆེན་པོ་ཆགས་ཡོད་རེད་ད། དེ་འདྲ་ཡིན་ཙང་དེ་ནི་ད་ལྟ་དགེ་རྒན་གྱི་ངོས་ནས་ཡང་ཨ་ནེ་ག་རེ་བཟོ་རེད་གྲ་སྒྲིག་ཡག་པོ་བྱེད། དེ་ནི་ཏོག་གཟིགས་ཀྱི་གཞི་ཚ་བའི་ཐོག་ནས

སྤྱི་བཏང་གི་ད་པའི་གར་སོགས་ལས་ཁ་ཆགས་ཀྱི་ད་སེམས་ཅན་ཐ་དག་ཟིན་ན་འཇིག་གི་འོ་རེད། ང་ཚོ་འགྲོ་བ་རུ་དྲུག་གི་ད་སེམས་ཅན་ཡོད་དོ་ཅོག་འགྲོ་བ་རུ་དྲུག་གི་སེམས་ཅན་ཡོད་དོ་ཅོག་དེ་ཚེ་འདྲ་པོ་ཅན་མ་འདུལ་བ་ཡིན་ན། དེ་ཚེ་སང་ན་དེ་ཚེ་གཞི་ན་ལ་མ་བསྡིག་གི་རེད། དེ་ཚེ་ཅི་སྟེ་དེ་ནང་ནས་ད་གང་ཟག་འདྲ་པོ་དེ་རིགས་འདྲ་དེ་མ་སོང་ན་མ་གཞི་ན་ལ་འདུལ་ན། རིགས་གཅིག་དེ། ཅེས་པ་འགའ་ཞིག་ཡོད་པ་ཁས་ལེན་པའི་གདའ། རིགས། དེ་བདེན་ཚིག་གཅིག། རིགས་གཅིག་དེ། ཅེས་པ་འགའ་ཞིག་ཡོད་མ་རེད་ཟེར་ཏེ་ཟེར་ནས། ཁས་མི་ལེན་ངེས་ཀྱི་གདའ། རིགས་གཅིག། དེ་ནས་དེ་རིགས་གཉིས་པ་དེ་ཆགས་སོང། ད་རིགས་གཅིག་དེ། ཅེས་པ་འགའ་ཞིག་ཡོད་རེད་ཟེར་ནས་སེམས་ཀྱི་གདིང་ནས་ཡིད་ཆེས་ཡོད་མེད། བ་ང་ཞིག་ཡོད་མ་རེད་ཟེར་ནས་སེང་གེ་འདི་ནི་ཡིད་ཆེས་ཡོད་མེད། ད་གར་སོ་རེད་བྱ་བ་ང་ཞིག་སེང་གེ་འདི་ཡོད་ན་མེད་ནའང་ཉོ་འདི་གི་ད། ཅེས་ཐེ་ཚོམ་སྒོ་ལ་གནས་ཏེ་ངས། དེ་འདྲིས་ཀྱི་གང་ཟག་རིགས་གཅིག། ད་རིགས་གསུམ་པ་དེ་ཆགས་སོང་ང། ད་རིགས་བཞི་པ་དེ་གར་གར་རེད་ཟེར་ན་ཨ་ནི་བྱ་བ་ང་ཞིག་གར་སོ་རེད། ཡོད་དུ་མེད་ཀྱི་ཐུགས་ལ་སོ་ན་རྩ་ནས་མི་བཏང་ངེས། ཡོད་མེད་ཡིག་ཐོག་ལ་གསུང་ནོར་ཙམ་ལས་མ་བཏང་ངེས། ཡོད་མེད་ཡིག་ཐོག་ལ་གར་སོགས་ནོར་དང་བཅས་པ་ཙམ་ལས་མི་བྱེད་ཁེ་གསུང་ནོར་ཙམ་ལས་མི་གཏོང་ངེས། དེ་འཇིགས་ཀྱི་དག་བདེན་ཚད་གཞི་ན་ནས་ད་ང་ཚོ་འགྲོ་བ་ཡོད་དོ་ཅོག། སྲོག་ཆགས་ཡོད་དོ་ཅོག་རེད་བ། གང་ཟག་ཡོད་དོ་ཅོག་ད་རིགས་བཞི་བོ་དེ་རྣམས་ལ་མ་བསྟེན་འགྲོ་གི་རེད། དཔེར་ན་ང་ཚོ་གར་སོགས་རེད། ད་དཔེ་དེ་སེམས་ཅན་ཡོད་དོ་ཅོག་དེ་དེའི་གྲུབ་མཐའ་གྲུབ་མཐའ་སྨྲ་བའི་གྲུབ་མཐའ་སྨྲ་བ་ཡིན་པ་དང་མ་ཡིན་པའི་གི་དེ་ནི་ཁྱད་པར་རྩ་ནས་མེད་པར་བྱས་ནས་ད་ང་ཚོ་སྲོག་ཆགས་ཡོད་དོ་ཅོག་སེམས་ཅན་གྱི་ཡུལ་ནས་བཟུང་སྟེ་གང་ཟག་གི་ཡུལ་ནས་བཟུང་སྟེ། རིགས་བཞི་པོ་གུ་རུ་ནོར་འདི་འདི་གི་རེད། རིགས་བཞི་པོ་གུ་རུ་ནོར་འདི་འདི་གི་རེད་དེ་དང་པོ་དང་པོ་ཤོད་ཅེས་བྱས།

སྐྱེ་བ་སྔ་མ་དུ་ཕྱི་མ་གཉིས་ཀ་མེད་པ་འདས་པའི་གྲུབ་མཐའ་གི་རིགས་གཅིག་རེད་སོང་ང། ད་རིགས་གསུམ་པ་ཅིག་ཡོད་རེད་དེ་ཉུང་ཉུང་རེད་སྐྱེ་བ་ཕྱི་མ་འདས་ལ་སྔ་མ་མི་འདས་པའི་གྲུབ་མཐའ་གི་རིགས་གཅིག་ཡོད་རེད། སྐྱེ་བ་ཕྱི་མ་འདས་ལ་སྔ་མ་མི་འདས་པའི་གྲུབ་མཐའ་གི་རིགས་གཅིག་ཡོད་རེད་དེ་ནི། དེ་གི་ད་གྲུབ་མཐའ་གི་རིགས་ཟེར་རེད་གྲུབ་མཐའི་འོག་ཏུ་བྱས་ན་ད་ནངས་སྐད་ཆ་བཤད་དེ་གྲུབ་མཐའི་འོག་ཏུ་བྱས་ན་རེད་ད། ངས་སྨྲ་དེ་ང་ཚོ་སེམས་ཅན་ཡོད་དོ་ཅོག་གྲུབ་མཐའ་སྨྲ་བ་དུ་སྨྲ་བ་ཡིན་པ་དུ་མིན་པའི་སྐད་ཆ་མེད་པ་བྱས་སེམས་ཅན་ཡོད་དོ་ཅོག་འདི་ན

སྐྱེ་བ་སྔ་མ་དུ་ཕྱི་མ་གཉིས་ཀ་འདས་པའི་གྲངས་ཀ་ཆགས་ཡོད་པ་རེད། དེ་དང་པོ་དུ་བྱས། དེ་ནི་ང་ཚོ་ད་སྙིང་གི་གྲངས་ཐག་མང་བ། སའི་སྐོར་བ། དཔེར་ན་ཆ་བྱས་ན་ང་རོ་སོགས་ནོར་བུའི་གཞུང་ནང་དུ། ནོར་བུའི་གྲངས་ཐག་དང་འབྲེལ་བ་ཡོད་པའི་ཟེར་ན་མི་འདུག་ནོར་བུའི་གྲངས་ཐག་ནང་ལ། ནི་རྐང་བདེ་སྐྱིད་ཀྱི་སྙིང་གི་རྒྱ་གར་ནང་ལ་བཞུགས་བྱང་ཆུབ་ཀྱི་གྲངས་ཐག་སྐད་གྲགས་ཆེན་པོ།

གར་སོགས་རེད། ད། སྤྱན་སྔ་ཤི། སྤྱན་སྔ་ཤི་དང་གར་སོགས་རེད་གཉིས་ཀ་འདུས་སྤོས་ཀྱི་གྲུབ་མཐའ་དེ་ལ། ད་གེ་ངེས་ཞུ་ཡག་གི་ནོར་འབུའི་གྲུབ་མཐའ་ཤི་ཀ་བྱས། ཨ་ནི་དེ་གང་ལ་ང་ཚོ་ཤི་རོ་པི་གི་རྟོག་གེ་སྡེ་ལྔ་ལ་ངོས་ནས་དཔེར་ན། བྱེ་བྲག་པ་གྲོང་ཁྱེར་པ། སྐྱེས་བུ་པ་ཨ་ནི་སྐྱེས་པ་པ།

བྱུང་ཡོད་མ་རེད། ཡིན་ན་ཡང་དཔེར་ན་ང་ཚོ་ད་ལྟ་ང་ཚོ་ཡེ་ཤུ་ཡི་ང་ཚོ་གྲྭ་མཐའ་སེ་གོར་བས། ཡེ་ཤུ་ཡི་གྲྭ་མཐའ་གི་ནང་ལ་ད་ལྟ་ང་ཚོ་ཡེ་ཤུ་ནུ་ཞོ་ནི་ཚུལ་དག་བྱ་འཇུག་གི། དེ་ཨ་རག་གི་ལུ་མ་ན་ཚུལ་དག་བྱ་འཇུག་ནུ་ཞོ་ནི་ཚུལ་དག་བྱ་འཇུག་གི། ཨི་ཟི་རལ་ནི་ཚུལ་དག་བྱ་འཇུག་གི་ནུ་ཞོ་གི་ད་ང་ཚོ་ཡེ་ཤུ་ཀྱི་ལྟ་གྲུབ་གི་ནང་ལ་ཡེ་ཤུ་ཀྱི་ཆུས་ཀྱི་གྲྭ་མཐའ་གི་ནང་ལ། དེ་ནི་ཁོ་རང་སོ་གི་ད་གར་སོ་རེད་ཅེས་བ་ལ་ཐུགས་མ་ཡོད་པ། སྐྱེ་བ་སྔ་མ་འདི་གི་ཡོད་མ་རེད་དཔེར་ན་ཆ་བྱས་ན། མི་ཡི་འགྲོ་བ་ཟིན་ངེས་ཏེ་དཀོན་མཆོག་བསྐོས་པ་རེད་ས། དཀོན་མཆོག་གི་དཀོན་མཆོག་གི་ད་རེས་བསྐོས་འོས་ཏེ་ག་ལ་འདི་དང་པོ་རེད་མ་ཐུག་ཅིག་གི། འདི་གི་ཚེ་སྔ་མ་ཅིག་ཡོད་ན་དཀོན་མཆོག་བསྐོས་དགོས་ཡོད་མ་རེད། དཀོན་མཆོག་གི་ས་དེ་བསྐོས་པ་ས་དེ་བཟོས་པ་དེའི་སྒང་ལ་མེད་པ། དེ་འདྲའི་བསོད་ནམས་བཏང་དགོས་བ་རེད་ད་ཤི་ཚར་བའི་རྗེས་ལ་ང་ཚོ་ཅིག། ཁོ་རང་སོགས་ཀྱི་ཡེ་ཤུ་ཀྱི་སྐྱེས་མཆོག་གི་མཇེ་རི་ཀའི་བ་སྤུ་སྐྱེས་མཆོག་གི་སྲུང་མ་ནང་བཞིན་གྱི་དགེ་ཕྲུག་འདི་ཕོངས་ཚེ་བཞིན་དུ་བྱེད་པ་ཡིན་ན། ཨཱ་ནི། སྐྱེ་བ་ཕྱི་མ་གར་སོགས་སྐྱེས་མཆོག་གི་གནས་སུ་ཡང། སྐྱེས་འགྲོ་གི་རེད་སྐྱེས་མཆོག་གི་གནས་ལ་ཡང་འགྲོ་གི་རེད། སྐྱེས་མཆོག་ཡོད་ས་གི་གནས་ལ་ཡང་འགྲོ་གི་རེད་བདེ་བའི་གནས་ལ་འགྲོ་གི་རེད་ཟེར་ཡ་དེ་སྐད་ཆ་བཤད་འོང་དུས། ཁོང་ཚོ་གི་སྐྱེ་བ་ཕྱི་མའི་ནོར་འཆར་ཤེས་དགོས་བ་རེད། ད་ལྟ་ང་རོ་སོགས་ཀྱི་མཐོང་མཐིལ་ལ་ཡོད་པའི་སེམས་ཅན་ཡིན་ན་འདྲ་མིའི་འགྲོ་བ་ཡིན་ན་འདྲ་སྲོག་ཆགས་དང་འགྲོ་ཡིན་ན་འདྲ་དེ་གས་དེ་ཡོངས་སུ་རྫོགས་པ་གནས་བཅུ་ཡོད་ཚུལ་དེ

བྱས་ཙང། སྐྱེ་བ་སྔ་ཕྱི་དེ་ནི་འདོད་པ་དང་མི་འདོད་པའི་སྐད་ཆ་མང་པོ་ཞིག་ལས་དེ་གོ་ལྟ་བ་དཔེར་ན་ད་དེ་རིགས་སང་ཉིན་ང་ཚོ། སྙིང་གི་རྒྱུ་འཕེལ་ཟེར་ཡ་འདྲ་པོ་འདུག་ཚོ་ད་གར་སོང་བ་རེད་ཞེ་ར་ཞེ་ར་མཇལ་ཡ་ཡོད་མ་རེད་དེ་རིགས་སང་ཉིན། ད་དེ་རིགས་སང་ཉིན་གྱི་དེ་ཚད་དེ་ལ། དཔེར་ན་ཚེ་རིག་གི་ནང་ལ། དཔེར་ན་ཆ་ཤས་ན་ང་རོ་སོགས་ཀྱི་དབུགས་འཛག་ཚད་རིགས་ལ་སོགས་པའི་ཚད་རིགས་ཀྱི་ལྡན་ཚད་མང་པོ་ཅིག་གི་ནང་ནས། ད་ང་ཚོ་ག་སོགས་རེད་ཅེས་ཁོག་གཟུགས་པོའི་ཆ་ཤས་ལ་བརྟག་དཔྱད་བཏང་ནས་ང་ཚོ་བྱ་བ་བྱེད་མཁན་དེ་ཡང་ད་ག་རང་སྐོར་ཀླད་པ་རང་གི་ཐུག་ནས་བྱ་བ་བྱེད་ཀྱི་ཡོད་པ། ང་གཟུགས་ཅན་གྱི་ང་ཚོ་གཅིག་གཟུགས་པོ་གི་ཆ་ཤས་གཅིག་གི་ཐུག་ནས་ང་ཚོ་མཐོང་ཐོ་ངེས་ཀྱི་གཟུགས་པོ་ཆ་ཤས་གཅིག་གི་ཐུག་ནས་བྱ་བ་བྱེད་ཀྱི་ཡོད་པ་དང། དེ་ལས་འདས་ཏེ། ད་དེའི་གནད་ཀྱིས་དེ་བཞག་འོང་སྟེ། མཐོང་མུ་ཐོག་ཡག་གི། ང་ཚོ། ང་ཚོ་གར་སོང་རེད་མི་ཡི་སྒོ་ངའི་སྣང་བྱེད་དང་འབྱུང་བྱེད་དང། འཕྲུལ་ཆས་ཀྱིས་བརྟག་དཔྱད་བཏང་ནས། མཐོང་བ་ལས་འདིའི་དཔེ་གིས་ད་ང་ཚོ་ཤི་འཕོས་མ་བཞག་ཟེར་ཏེ་ཕལ་ཆེ་བ་ཁས་ལེན་དགོས་བ་མ་རེད་ད། དེ་ཁས་མ་ལེན་འོང་དུས་ཀ་ལ། ཤི་འཕོས་རླུང་ཤ་དེ་མ་བཞག་པ་ཡིན་ན། དེ་ནི་སྤྱང་བ་སྔ་ཕྱི་ཟེར་ཡས་དེ་ཁོར་བཞི་འཁོར་ཡོད་མ་རེད་ད་བཞི་རྩ་འཁོར་ཡོད་མ་རེད་བཞི་སྟེ་འཁོར་མེད་ཀྱི་ཆ་འགྲོ་དགོས་ར། དེ་འདྲ་ཡིག་ཚང། ང་ཚོ་ཚེ་རིང་གིས་ང་ཚོ་ད་གར་སོག་ལེ་བདེན་ཚད་མང་པོ་གཅིག་གིས། ཁོ་རང་སོག་མཁས་པ་མང་པོ་གཅིག་གིས་ཕལ་ཕལ་ཆེ་བ་གིས་སྐད་ཆ་བཤད་ཡ་དེ་ལ། ཨ་ནི། ཁ་ནི་ལ་འདི་རྩ་ནི་ཨ་ནི་སྤྱན་བ་ང་ཤེས། ཡོད་རེད་ཡོད་མ་རེད་ཟེར་གི་རྩ་ནི་ད་ཡོད་མེད་ད་ཧ་གོ་གི་མི་འདུག། ཡོད་མེད་ཧ་གོ་གི་མིན། ད་ལྟ་བརྟག་དཔྱད་བྱེད་ཀྱི་ཡོད། ཡོད་དུ་མེད་ཟེར་ཡ་དེ་ཐག་ཆོད་ཐུབ་ཀྱི་མ་རེད་ཟེར་ཡ་གི། ལན་དེ་དེ་འདྲའི་ཞིག་རེད་དེ་ཡིན་ན་ཡང། ཁོ་རང་སོགས་ཀྱི་ཞྭ་གཅིག་ངོ་མའི་ཐུགས་ནས་ལས་ཀ་བྱེད་ཡ་དེ་ཅང་སྔ་ཕྱི་མེད་པ་ལ་སེམས་ཀྱི་གདིང་ནས་ཡིད་ཆེས་ཡོད་པ་དང། སེམས་ནང་ལ་དཔེ་ལྟ་དང་བྱ་དང་བྱ་གོམས་ཡོད་མེད་ན་དགོངས་པ་བཞེས་བསྡད་ཡ་དེ་ཅང་སྔ་ཕྱི་མེད་པའི་ཕྱོགས་ལ། གཙོ་བོ་པའི་དགོངས་པ་བཞི་ཡོད་དང་ཡོད་མ་རེད་སོ་སོ་དེའི་ཐོག་ལ་ཡིད་ཆེས་ཡོད་པ་མ་གཏོགས། ཡོད་པའི་ཕྱོགས་ལ་ཡིད་ཆེས་ཙང་ནི་ལས་ཀྱི་ཡོད་མ་རེད། ད་དེ་ཡིས་ང་ཚོ་ཡོངས་ཀྱིས་ཚེ་རིག་པ་སྒེར་ཡིག་རྙིང་གི་ཁོ་རང་སོགས་ཀྱི་ཁྱབ་ཁོངས་ཀྱི་ཚེ་རིག་སྤྱི་ཡི་གི་ལྟ་གྲུབ་རྣོ་ལྕགས་ཀྱི་ཐོག་ནས་བཅའ་བ་སྔ་ཕྱི་ཟེར་ཡ་དེ། ཕི་གི་ད་ག་རང་ཚེ་རིག་གི་ང་ཚོ་ལྟ་བྱེད་ཀྱི་རྗེ་རིག་གི་ཐོག་ནས་དྲི་དེ་གཏན་འབེབས་བྱེད་ཡ་དོ་ཡོད་པའི་ཕྱོགས་ལ་སྦྱིན་སྲེག་བྱས་ཁོ་རང་སུ་དྲི་དེ་དྲི་དེ་གཏན་འབེབས་བྱེད་དོ་དེ་འདྲིག་གི་ཐོག་ནས་གལ་སྲིད་མ་རག་པའི་དབང་དུ་བྱས་པ་ཡིན་ན་ཡང། ཚེ་རིལ་པ་གིར་ཡིན་སྙིང་གིས། ང་ཚོ་སྐྱེ་བ་སྔ་ཕྱི་ཡོད་པའི་ཤུགས་ལ་ཡིད་ཆེས་བྱེད་ཡ། རེད་བ། དེ་འདྲས་ཡོང་གི་འདུག་དཔེར་ན་གོང་ལྟར་བྱུང། ཀླད་པའི་གི་བྱ་བའི་ཀླད་པའི་གི་བྱ་བ་གཅིག་གི་ཐོག་ནས་ཀླད་པའི་ལས་ཀ་བྱེད་སྟངས་གཅིག་གི་ཐོག་ནས་ཡོད་ཚད། དཔེར་ད་ཡིད་གཏོད་ཡ་དང་ཡིད་འཇལ་ཡ་དང་ཡིད་ལ་འཇུ་ཡ་དང་ཡོངས་སུ་རྫོགས་པ་དེ། ང་ཚོ་ཀླད་པ་རང་གི་ཐོག་ནས། འགྲེལ་བཤད་རྒྱག་པ་མ་གཏོགས་གཅིག་གིས་ཀླད་པའི་རྒྱ་ལོག་དང། ཀླད་པའི་ནང་ལོགས་དང་གཟུགས་པོའི་ནང་ལ་མི་ངན་པའི་ཚུལ་གྱིས་ཡོད་དེ། ང་ཚོ་དགོས་ངེས་དངོས་ཤིག་གི་མཐོང་མ་ཐོག་ཡ། ཉོན་དབང་ས་རིས་ཟེར་ཤི་པོའི་ནོར་ཞག་ཅིག་རྩ་ནས་རབ་ཆད་ཐོ་གུ་མེད་དེ་རྩ་ནས། ད་དེའི་གི་ཐོག་ནས་ད་ནི་སྐྱེ་བ་སྔ་ཕྱི་ཟེར་ངེས་དེ་གཞི་རྟེན་འཁོར་མེད་ངེས་ཆགས་འགྲོ་དགོས་ལ་སྐྱེ་བ་སྔ་ཕྱི་ཡོད་པ་ལ་སེམས། སེམས་རང་སྔ་མ་ནས་ཕྱི་མ་འཚོ་བཞག་དགོས་རེད་མ་གཏོགས་ལུས་པོ་འཚོ་བཞག་གི་མ་རེད་པ། དེ་མ་ཡིན་དེ་རྩ་ནས་བྱས་ཙང་ང་ཚོ། དེ་ཡིས་དེ་ནི་ག་སོགས་རེད་ད། ང་ཚོ་སྡེ་ཚན་འདྲ་བོ་ཅིག་ལ་ཆགས་བཞག་པ་ཡིན་ན་སྐྱེ་བ་སྔ་ཕྱི་མེད་པའི་ཕྱོགས་ཀྱི

རྟ་དཔྱ་ན་གེ་སི། སྐྱེ་བ་སྔ་ཕྱིར་ནི་གེ་སི་ཟིག་གོ་བར་དང་གེ་ཏི། སྐྱེ་བ་སྔ་ཕྱི་མེད་པའི་དབང་དུ་བྱས་པ་ཡིན་ན་ཡང། ཨ་ནི་ཁོ། རྟ་ཕྱིའི་སྟོང་ནི་མེད་པ་ལ་མེད་པ་ར་ཆོད་མ་ཐོགས་ན། གེ་སི་དང་སྐྱེ་བ་སྔ་ཕྱི་མེད་པ་ཡིན་ན། ང་རོ་སོ། ནོངས་པའི་ཕྱི་ལ་ཞུ་ངེས་ཀྱི་མཚན་བི་དཔེར་ན། ནོངས་པའི་གྲུ་མཐའ་མང་བ་བཞི་གི་མཚན་བི་ནོངས་པའི་གྲུ་མཐའ་མང་བ་བཞི་ལ་ཞུ་ངེས་ཀྱི་ནོངས་པ་དང་དེ་མ་ཡིན་པའི་སྐྱེ་བ་འགའ་ཞིག་ཡོད་པ་ཁས་ལེན་ངེས་ཀྱི་དང་ང་ཚོ། སྐྱེ་བ་འགའ་ཞིག་ཡོད་པའི་ཕྱོགས་ལ་ཡིད་ཆེས་བྱེད་ངེས་ཀྱི་དང་གྲུ་མཐའ་དང་གིས་ཞུ་བདེ་བ་དེ་གས་དེ་མང་པོ་ཅིག་གིས། དཔེ་དེ་གར་སོང་རེད་དེ་སྲས་མང་པོ་ཅིག་སྐྱེ་བ་ཕྱི་མའི་དེ་འདྲ་ལ་བལྟ་འགོ་བར་བ་རེད་ཅེས་ན། དཔེ་ཚེ་འདི་ལི་སྟུང་ནས་སྐྱེ་བ་ཕྱི་མ་སྐྱིད་པའི་དན་རྟགས་ལ། བྱ་བ་འགྲུབ་གོ་བར་བ། དེ་ཡི་དེའི་རྩ་ནི་གལ་སྲིད་དེ་ནི་སྐྱེ་བ་སྔ་ཕྱི་གལ་སྲིད་མེད་པ་ཡིན་ན་ཧ་ཅང་གི་ད་ང་ཚོ་དུས་ཚོད་འཕྲོ་བརླག་དང་འཇུ་ཆེན་པོ་དང། ནི་སོ་སོའི་ཚེ་འདི་ལ་བའི་བདེ་གཤེགས་སྐྱེས་པའི་སྒོ་ནས་འཚོ་དོགས་ཡ་དེ་འཚོ་མ་དོགས་བ་བྱས་ནས་ད་ཁོ། རྗེས་མ་ནི་སྐྱེ་བ་སྔ་ཕྱི་གར་སོགས་རེད་ད། གལ་སྲིད་མེད་པ་ཡིན་ན་ཡང་ང་ཚོ་བཅའ་ཤི་མིའི་དན་རྟགས་རྐྱང་རྐྱང་གི་ལས་ཀ་སྒྲུབ་ཡ་དང་ཡང་ཅིག་དེ་སྲིད་མང་པོ་ཅིག་བཅའ་ཤི་མིའི་དན་རྟགས་རྐྱང་རྐྱང་གི་ལས་ཀ་མ་སྒྲུབ་པ་ཡིན་ན་ཡང་དེ་སྲིད་མང་པོ་ཅིག་བཅའ་ཤི་མིའི་དན་རྟགས་ལ་གཏོང་ཡ་བྱོས་ར་བ་གཏོང་ཡ་དེ་འགྲིག་གི་ཡོད་མ་ར་དེ་འཕྲོ་བརླག་ར་བ་དེ་ཕན་མ་ཐོག་པ་ཆགས་སོང་ར་བ། དེ་འདྲ་ཡིན་ཙང་གལ་སྲིད་བཅའ་བ་སྔ་ཕྱི་མེད་པའི་དབང་དུ་བྱས་པ་ཡིན་ན་ཡང་ཡོད་མེད་བརྟག་དཔྱད་གཏོང་ནས་མེད་པ་ར་འཕྲི་དགོས་ཡ་དེ་གནད་འགག་ཅིག་རེད་དོ། ད་གལ་སྲིད། ཅང་སྔ་ཕྱི་ཟིན་ངེས་ཀྱི་ཡོད་པ་ཡིན་ན། དེའི་ལས་ཀྱང་ལྟ་ཅི་ཏོག་གེ་དེ་གལ་ཆེན་པོ་ཆགས་འདུག་ཆགས་འདུག་པའི་སྦྱིན་སྲེག་ག་རེ་ཟེར་ན། ང་རོ་སོགས་ག་རེ་སོགས་པོ་རེད། མི་ཕལ་མོ་ཆེ་འདི་ནས་ཡོང་མེད་ན། ཅང་སྔ་ཕྱི་ཡོད་པ་དང་མེད་པའི་ཐོག་ལ་གང་ཡང་བསོད་ནམས་མི་ཏོག་གེ་ཇུས་གཏོགས་མི་བྱེད་གི། ཡོང་མེད་ན། ཅང་སྔ་ཕྱི། གར་སོགས་རེད་ཡོད་མ་རེད་བཅའ་བ་སྔ་ཕྱི་ཟེར་མཁན་དེ་བཅའ་རྫུན་བཤད་དེ་རེད། ཕྱི་ལུས་ཀྱི་རྫུན་བཤད་དེ་རེད་བཅའ་བ་ཕྱི་མ་ཟེར་མཁན་གཅིག་ཡོད་མ་རེད། བྱས་ཙང་ཚེ་འདི་ལས་དཔལ་དུ་གར་སོགས་སྡིག་པ་བསགས་ནས་བཅའ་བ་ཕྱི་མ་གཉའ་ལམ་ལ་འགྲོ་ཡ་དང་བཅའ་བ་ཕྱི་མ་ཀྱི་འདས་དུས་ཀྱི་ལས་ཀྱི་སྣོན་མོ་སྨོས་ཀྱི་རེད་ཟེར་ཡ་དེ་གཉིས་གཙང་ནི་ཡོད་མ་རེད། དེ་འདྲའི་ཡིད་ཆེས་བྱེད་དེ་གཉིས་དེ་གས་དེ་ཧ་ཅང་གི་ད་མགོ་ལོག་ཆེན་པོ་ར་བ་དཔེར་ན་ཆ་ཤ་ན་དེ་གས་གི་རིགས་རིགས་རིགས་དེ་དག་གིས་གར་བྱེད་གི་རེད། ཟེར་དེ་ཙང་ནི་ཚེ་འདི་འབའ་ཞིག་གི་བྱ་བ་སྒྲུབ་པ་མ་གཏོགས། ཚེ་འདི་འབའ་ཞིག་གི་བྱ་བ་སྒྲུབ་པ་མ་གཏོགས། ཚེ་འདི་ཁོ་ནའི་གི་བྱ་བ་སྒྲུབ་པ་མ་གཏོགས། དེ་ནས་ཚེ་ཕྱི་མའི་གི་དོན་དག་སེ་བཅད་བྱེད་གི་མ་རག་དེ་སོ་ན་མི་ཁོ་དེ་ག་ལ་ང་ཚོ་དེའི་གི་གཞི་རྩ་དེའི་གི་ཐོག་ནས་ལས་འབྲས་མི་སྲུང་ཡ། ལས་ཀ་གདུལ་བྱ་བྱེད་ཡ། བྱ་བ་ངན་པ་ལ་ཞུ་ཡ། རེད་བ། ད་གང་ལྟ་ཅུང་གཅིག་རྒྱ་ཁག་ཁྲོན་འདྲ་བོ་ཅུར་ཐོག་སོ་ན་ཐོག་པ་རེད་མ་གཏོགས་གཅིག་གི་དེ་ནས་ཁོ་གཅིག་ཚེ་ཕྱི་མ་ཟེར་དེར་སྐྲག་དགོས་ངེས་མི་ངེས་ཆགས་འོང་དེའི་རྩ་ནས། དེ་འདྲའི་བྱེད་དེའི་རྩ་ནས། ད་གང་ཟག་དེ་ཚོའི་གི་ཐོག་ནས་སྐད་ཆ་བཤད་པ་ཡིན་ན། གལ་སྲིད་སྐྱེ་བ་སྔ་ཕྱི། གལ་སྲིད་ཡོད་པ་ཡིན་ན་ཡོད་མེད་བརྟག་དཔྱད་གཏོང་ནས། སེམས་ཀྱི་སྡིག་ནི་ཡོད་པ་ལ་ཡིད་ཆེས་བྱེད་ཡག་དང་ཚད་མའི་ངེས་པ་རྙེད་ཡག་དང་ཚད་མའི་ངེས་པ་མ་འཇལ་བ་ཡིན་ན་ཡང་རྒྱུ་མཚན་མང་པོའི་ཐོག་ནས། བརྒྱ་ཆ་དྲུག་ཅུ་བདུན་ཅུ་གྱ་བཞི་ཐམ་པ་ཡོད་པའི་ཕྱོགས་ལ་ཡིད་ཆེས་བརྟན་པོ་སླད་ཐོབ་པ་ཅིག་ཆགས་པ་ཡིན་ན། ཨ་ནི་དེའི་ཐོག་ནས་སོ་སོར་ཁེ་གསོ་ཡོང་རོགས། གལ་སྲིད་དེ་མེད་ན། ཚེ་ཕྱི་མ་ནི་ཡོད་རེད་ཤི་ཚར་བའི་འཇིགས་སྐུལ་ལ། སྐྱེ་བ་ཕྱི་ནས་ལེན་དགོས་རེད་སྐྱེ་བ་འདས་དུས་གུ་རུ་གྱིས་ལེན་དགོས་དེ་ཙམ་ནི་ཚེ་འདི་ལ། བདུད་པོ་ཅང་ཅང་ལས་ཀ་བདུད་ཅག་ཅང་ཅང་བྱས་དེ་ངས་དེ་རིང་ཚེ་ཕྱི་མར་འགྲོ་ས་ཡག་ག་གེ་ཡོད་མ་རེད་བ། དེ་མེད་དེ་ད་དུ་སོག་གི་ཐོག་ནས་ཧ་ཅང་གི། མགོ་ལོག་ཆེན་པོ་ཡིན་དེ་ཙམ་ནི། གང་ལྟར་བྱུང་ཨ་ལས་དང་པོ་ངས་ལ་སྐྱེ་བ་སྔ་ཕྱི་ཟིན་ངེས་ཏེ། ཡོད་མེད་སྐད་ཆ་མེད་པ་བྱས། ཡོད་པ་ཡིན་ན་ཡང་ཡོད་པ་ལ་བརྟག་དཔྱད་གཏོང་ནས་ཡོད་པ་རབ་བྱེད་དགོས་ཡ་གཅིག་དང་མེད་ན་དེ་ལས་ཀྱང།

ང་ཚོ་ནོམ་པའི་རྗེས་འཇུག་ཡིན་ངེས་ཀྱི་སྐྱེ་བ་སྔ་ཕྱི་ཁེལ་ནས་ངས་དང། ནོམ་པ་མ་ཡིན་ན་ཡང་སྐྱེ་བ་སྔ་ཕྱི་ཁེལ་ནས་ངས་ཀྱི་ད་གིས་ཞུས་པ་ན་ཤི་རྗེས་ནས་ཕྱི་རོལ་པའི་ནང་ལ་ཡང་ཕན་མོ་ཆེ་གི་དེ་ནི་སྐྱེ་བ་སྔ་ཕྱི་ཁེལ་ནས་གི་དོ། ཅེས་སོ། དེ་གས་དེ་གིས། ཁོ་རང་སོ་ཕྱི་ལུས་གྲུ་ཐག་ཅིག་ལས་བཞུད་ནས། སྐྱེ་བ་སྔ་ཕྱི་ཟེར་ཡ་དེ་བླ་མའི་མ་ཤེས། ཡོད་རེད་ཟེར་ཡ་དང། ཅེས་སངས་རྒྱས་ཀྱི་མདོ་ན་ཡོད་རེད་ཟེར་ཡ་དང་སོ་སོ་སོ་སོ་གི་གཏན་བདེ་གི་ཡོད་རེད་གསུང་ཡ། དེ་འདྲའི་ཅིག་ལ། གཅིག་ཡོ་རེ་སི་ཡ་གི་གཅིག་རྨུ་རྟའི་གི་སོ་འདྲ་བོ་གཅིག་གི་ཐུགས་ནི་ཡོ་རེ་སི་ཡ་གཅིག་སོ་ནུ་འཁོར་བལྟས་པ་མ་གཏོགས། སེང་གེ་འདི་ནི་ད་ལྟ་ད་ལྟ་དཔེར་ན་ང་རོ་སོ་ང་ཚོར་ཆ་བཞག་པ་ཡིན་ན། དཔྱད་གཞི་མི་དེ་དག་ལ་ང་ཚོ་སེང་གེ་འདི་ནི་ལ་ལས་ལས་བཀར་ནས་ཕྱིར་བསྒྲུབས་པ་དེ་ཡོང་ཐུབ་མི་འདུག་བ། སེང་གེ་འདི་ནི་ང་ཚོ་ཕྱིར་བསྒྲུབས་པ་ཡོང་མི་ཐུབ་བ་དེ་ག་དུས་བ་རེད། ཁ་ནས་སྐྱེ་བ་ལྔ་ཞིག་ཡོད་རེད་ཅེས་གོ་བ་རེད་སེམས་ཀྱི་སྟེང་ནས་རྨོངས་དད་ཀྱི་ཐོག་ནས་སྐྱེ་བ་ལྔ་ཞིག་ཡོད་པ་ལ་ཡིད་ཆེས་ཡོད་རེད་ཡིན་ན་ཡང། རྒྱུ་མཚན་མཐོང་བའི་ཐོག་ནས་སྐྱེ་བ་ལྔ་ཞིག་ཡོད་པ་ལ་ཡིད་ཆེས་མ་རྙེད་པ་ཡིན་ཙང། ངས་རྒྱུ་མཚན་མཐོང་ཟིན་དེ་ག་རེ་མཚན་མིན་ངེས་པ་རྙེད་དགོས་མ་རེད་ད། སྐྱེ་བ་ལྔ་ཞིག་ཡོད་པའི་རྒྱུ་མཚན་མུན་པའི་སྤུ་དག་གི་ཐོག་ནས་པའི་སྔོན་ནས་ཡིད་ཆེས་བརྟན་པོ་བྱ་ཅོལ་ར་དེ་འདྲས་ཡོད་མ་ཐག་མཚན་མིན་སྤྲོས་པ་ཡིན་ད་བཤད་མ་གོ་བ་རེད། རིག་པའི་ཐོག་ནས་བསྒྲུགས་ནས་སྐྱེ་བ་ཕྱི་མ་ཡོད་པ་དང་སྐྱེ་བ་སྔ་མ་ཡོད་པ་དེ། མཚན་མི་ཐོག་ནས་གཅིག་སྒྲུབ་ཐོབ་པ་ཡོད། སྒྲུབ་ཐོག་ན་བཤད་མི་དགོས་པ་བྱེད། དེ་ལྟར་མཚན་མི་སྒྲུབ་མ་ཐོབ་པ་ཡོད་ན་སྦྱིན་སྲེག་མུན་པའི་དཔྱིད་ཀྱི་ཐོག་ནས། སྲེག་ལ་གཡོ་འགུལ་ཐེད་ཐོག་ཡར་གྱིས། སྐྱེ་བ་བཞི་མ་ཟིན་གྱི་དེ་འདུག་སྐྱེ་བ་ལྔ་མ་ཟིན་གྱི་དེ་འདུག་ཟེར་སྲེག་ལ་གཡོ་འགུལ་ཐེད་ཐོག་ཡར་གྱིས། སྲེག་ལ་གཡོ་འགུལ་ཐེད་ཐོག་ཡར་གྱིས་ང་ཚོ་འཚོ་བ་གཅིག་ཡིན་ང་ཚོ་གི་གཅིག་ལ་སླད་མ་ཐོག་པ་ཡིས་ཙང་དེ་གི་གར། དེ་མ་ཐོག་བ་དེ་གར་བཀག་དེ་གི་རེད་ཟེར་ན་ནི་ང་ཚོ་ནོངས་པ་ཡིས། འཆི་བ་ཡིས་འཆི་འགྲོ་གི་ཡོད་ལགས་དེ་རེད་མ་གཏོགས་གཅིག་གིས། ཁོ་ལག་ལེན་ལ་ཕུལ་གི་བཀག་འོང་དེ་ག་ལ་བཀག་མ་ཐོག་ཡ་དང། ཚེ་ཕྱི་མའི་དན་རྟགས་ལ་ཐུག་གི། གར་སོགས་རེད། ལག་ལེན་དུ་བཀའ་འོང་དེ་ག་ལ་ཚེ་ཕྱི་མའི་དན་རྟགས་ཚེ་ཕྱི་མའི་གི་ཆེད་དུ། ལག་ལེན་མོ་ཚོ། བཀའི་མ་ཐོག་ཡག་འདུག་ཕྱི་ཉོ་ལས་མོ་ཚོ་བྱེད་མ་ཐོག་ཁ་ཧེ་ལ་ཡོད་གི། ཕྱི་ཉོ་ལས་མོ་ཚོ་བྱེད་མ་ཐོག་ཡག་དེ་ག་འཐུས་པ་རེད་སེང་གི་ག་ལོ། སེང་གི་འདི་ནི། ཅི་བ་ཤི་མ་སེང་གི་དེ། ཡོད་པ་དེ་བས་སེང་གི་འདི་ནི་ཡིད་ཆེས་ཏི་ཚུན་པ། བརྟན་པོ་ཆེ།

གཉིས་པའི་གནས་ལུགས་ཀྱི་བདེ་དོན་འཚོལ་མཁན་དེ་ཆགས་ཡོད་རེད་ཟེར། གལ་སྲིད་ཚོགས་གཙོ་གིས་བརྟག་དཔྱད་ཡག་པོ་གཏོང་ནས་ཀྱང་སྔ་ཕྱི་མེད་པའི་ཕྱོགས་ལ་ངེས་པ་གཏིས་ཚུད་པ་རྙེད་པ་ནི་ད་རེས་བློ་བདེ་བོ་རེད་འགྲིག་བདེ་བོ་རེད་གཉིས་གནས་ཚུལ་གྱི་ཆེས་ཆེ་རག་པ་རེད། གལ་སྲིད་བརྟག་དཔྱད་གཏོང་ན་ནི་ག་ཚོད་རེད་ཀྱང་སྔ་ཕྱི་ཡོད་པ་ཅིག་རྙེད་ནས་ཡོད་པ་ཡོད་པ་ལས་དཔེ་དང་རྒྱུ་མཚན་མང་པོ་མཐོང་ཡོད་པ་ལ་ངེས་ཤེས་བཤད་ན་ད་བཤད་མི་དགོས་བ་རེད་གང་ལྟར་བྱུང། ནང་པའི་གི་ཕྱི་ཟེར་ཡ་དེ་ག་འདྲའི་ཆེ་རེད་ནང་པའི་གི། ནོམ་པའི་གྱི་གྲི་མཐའ་དེ། གྲི་མཐའ་བཞིན་དུ་མི་འདྲ་བ་དེ་ག་རེ་ཡོད་རེད། ནོམ་པའི་གྲི་མཐའ་བསལ་ཏེ། ཁོ་གཉིས་ཀྱི་ཆིག་ག་འབྱེད་ཆོད་ནས་ཡང་དེའི་རྩེ་ནས་བསྟན་པའི་བྱེད་ངན་དེ་ཆགས་ཀྱི་རེད། དེ་ཡིན་དུས་ཙམ་ནས་ཡོད་མེད་ལ་ལྟ་ཆེད་གཏོང་ན་ང་ཚོ་ཤི་དགོས་ཡ་སྐད་ཡོད་མ་རེད་མེད་ན། གལ་སྲིད་མེད་པ་ཡིན་ན་མེད་པ་གཉིས་ཐོག་ནས་ཡག་ཤོས་དེ་རེད། གཉིས་པའི་བདེ་བདེ་དེ་རེད། གལ་སྲིད་ཡོད་ན

དཔེར་ན་གདན་ས་སྲུང་ལྟ་བུའི་བཤད་སྒྲུབ་ཀྱི་སྐྱེས་ནས་ཆེན་པོ་ཡོད་ས་དེ་དེ་རིགས་ཚང་ཡིན། ང་ཚོ་ཀྱི་སྙིང་ཁོམ་ཚེ་རིག་དང་ད་ག་རང་ཞིག་བྱས་འདི་དབུ་རྩ་ཚེ་རིག་ལ་སོགས་པ་དེ་ཚོ་དང་འབྲེལ་བ་བྱས་ནས་སྡིངས་ཆ་གཅིག་གི་གོང་ནས་དཔེ་དེ་གྲོ་ནས་དཔེ་དེ་མཛེས་པ་མེད་པ་བྱས་ནས་གསལ་པོ་བྱས་ནས་གནང་དགོས་བ་རེད། དེ་བྱེད་དགོས་ག་རེ་རེད། དགུང་ཟླ་བཅུ་ཉི་མ་གཅིག་ལ་དུས་ཚིགས་གཅིག་ལ་ཚེ་རིང་གི་ཐུགས་ནི་དངོས་གནས་དྲང་གནས་ཀྱི་གར་སོགས་རེད། གཅིག། ནོར་འབིག་གི་གཞི་ལམ་འདི་སྲིད་ཀྱི་ལྟ་གྲུབ་གུ་རུ་གཅིག་ཅན་དུ་བསྐྱེད་པ་ཡིན་པ་བདེན་པ་མིན་པ་ཡིན་པ་གཅིག་གལ་སྲིད་རྙེད་ཐོག་པ་ཡིན་ན་ང་ཚོ་དགོས་ཧ་དེ་རེད། ང་ཚོ་གར་སྒུག་བ་རེད་ཟེར་ན་དོན་གལ་དེ་སྒུག་ཡོད་རེད།

ཐོའི་འཁོར་ཡོད་མ་རེད། དེ་སྦྱིན་སྲེག་ག་རེ་ཟེར་ན། དཔེར་ན་ང་ཚོ་ད་ལོ་སྤྱི་འཁྲག་སྤྱི་གཉིས་ཟིག་ནས་འགོ་ཚུགས་ཏེ། ང་ཚོ་སེམས་ཁུར་རིག་པ། ཅི། གནོན་ཤིག་ཁས་ལེན་པའི་ཐོག་ནས་སེམས་ཁུར་ཚན་རིག་ཟེར་ཡ་དེ་འདྲའི་ཅིག་སེམས་ཁུར་རིག་པ་སེམས་ཁུར་རིག་པའི་ཐོག་ལ་བརྟག་དཔྱད་བཏང་མཁན་གྱི་ཚན་རིག་གི་སྡིངས་སེ་ཅིག་སླེ་དགོས་བ་རེད། གནོན་ཤིག་འདྲ་པོ་བཞག་ནས་དེ་འདྲའི་གི་ཐོག་ནས་སྡིངས་སེ་ཅིག་སླེ་དགོས་བ་རེད། དེས། ད་ལྟ་པའི་འཇིགས་བྱེད་ཤེ་ལ་པའི་ཚན་རིག་རང་ཁས་ལེ་ཁས་ལེ་ཐོག་ཡོད་མ་རེད་བ་ད་ཁོ་རྒྱ་ཆེན་པོ་ཁས་ལེ་ཐོག་ཡོད་མ་རེད་བ། དེ་འདྲིས་ཀྱི་ཆགས་དུས་རེད་མ་གཏོགས་དེ་ལས་འདས་ཏེ། ང་ཚོ་དབུང་རྩ་ཡིན་ན་འདྲ་སྙིང་ཁོང་ཡིན་ན་འདྲ་ཀླད་རྩ་ཡིན་ན་འདྲ། དེ་འདྲིས་ཀྱི་ཚན་རིག་གི་བདེན་ཚིག་ཡོ་བྲག་གི་ཕལ་མོ་ཆེ་གི་ད་ལྟ་ང་ཚོ་གར་སོང་བ་རེད། ཅི་ཤི་པ་ཟེར་ཡ་དེ་གཟུགས་ཅན་ལས་འདས་པའི་གི་ཤི་པ་ཟེར་ཡ་དེ་རྩ་ནས་བཞག་གི་མེད་པ་རྩ་ནས་ཁས་ལེ་ཐོ་གི་མེད་པ། དེ་ཁས་ལེ་ཐོ་ཡོད་ཐོ་གི་མ་རེད་སྦྱིན་སྲེག་གར་ཟེར་ན་ཁོང་ཚོ་བརྟག་དཔྱད་བཏང་ཡང་དེ། སྒོང་རྒྱག།

རྟག་གཅིག་སྟོང་ཡང་གི་རྟག་གཅིག་གི་ལུགས་ནི། རིག་པའི་ལུགས་ནི་རྟག་གཅིག་སྟོང་ཡང་གི་རྗེས་ཆགས་འཁོར་བ་མི་ཏིག་རྩ་ནི། ཅེས་སོ། སྐྱེ་བ་སྔ་ཕྱི་ཟིན་གཉིས་ཀྱི་སྐད་ཆ་འདི་བཤད་པ་ལ་ག་རུ་གོ་བོ་རེད་བསམ་ན་ཤི་བིའི་འགྲོ་ལྟུང་དེ་གི་ཐུགས་ནི་ཤི་བིའི་རྣོ་ལྕགས་ལ་ཐུག་ནས། ཤི་བིའི་རྣོ་ལྕགས་ཤི་བིའི་རྣོ་ལྕགས་ལ་ཐུག་འགྲོ་གི་རུ་བ། ཅེས་སོ། ཤི་བིའི་རྣོ་ལྕགས་ཟིན་ངེས་དེ་ཆོས་ནི། འགྲོ་ལྟུང་ཅི་ཆགས་མེད་ན་ཁས་མ་ལེན་ན་སྐྱེ་བ་སྔ་ཕྱི་འཁོར་བ་ཁས་ལེན་ཐོ་ཡ་ཡོད་མ་རུ་བ། དེའི་བྱེད་ཐེངས་རྩ་ནི་སྐྱེ་བ་སྔ་ཕྱི་ལ་ལྟ་དཔྱད་གཏོང་བ་ལ་ཤི་བ་ལ་ལྟ་དཔྱད་གཏོང་དགོས་རེད་ཤི་བ་ལ་ལྟ་དཔྱད་གཏོང་བ་ལ་ཁྲི་གཅིག་གི་སྟུག་ནས་ལྟ་དཔྱད་བཏང་ཐོ་ཡ་ཡོད་མ་རེད་ད་གཞི་གཅིག་ཕྲ་བྷེ་གི་ལྟ་དཔྱད་དེ་རྙེད་ཐོ་ཡ་ཡོད་མ་རེད་ག་རེ་ཟེར་ན་ཁྲི་གཅིག་གི་སྟུག་ནས་ཤི་བ་སེལ་ངེས་དེ་བཟོད་མེད་རེད། ཤི་བ་སེལ་ངེས་དེ་མྱོང་བའི་ཐོག་ནས་བློ་རིན་ཆགས་དགོས་ཡ་ཇི་རེད་མ་གཏོགས་གཅིག་གིས་ང་ཚོ་གཅིག་དགོས་ངེས་ཤི་བ་བེད་སྤྱི་བཏང་ནས་འཆག་ཐོ་ཡ་གཅིག་མ་རེད་བ། དེ་མེད་དེའི་རྩ་ནི་བྱས་ཙང་གནད་འགག་གཅིག་གནད་འགག་འདྲ་བོ་འཐུས་ས་གཅིག་དེང་གོ་རུ་འཐུས་དགོས་ཀྱི་རེད། སྙིང་ག་འདྲ་བོ་ཐུལ་ས་ཅིག་དེའི་མགོར་འཇུག་གོ། དུམ་བུ། དུམ་བུ་དེའི་ཕྱིར་རོ། ད་ཕྱོགས་གཞན་པ་ཞིག་ནས་སྐད་ཆ་བཤད་པ་ཡིན་ན། དང་པོ་དེ་ཤོད་ནས་ཡག་མི་འགྲོ། ད་དེ་འདྲའི་བྱེད་ཡོང་འདི་ག་ལ་ག་རེ་ཟོ་བོ་རེད་ང་རོ་སོ། ད་གཞན་པ་ཕར་བཞག་ཤོག་ནོངས་འབིག་གིས་ང་ཚོ་སྐད་ཆ་བཤད་པ་ཡིན་ན་སྐྱག་ང་ཤི་ཟིན་ངེས་རེད་ཧ་ཅང་གི་གལ་ཆེན་པོ་ཆགས་འདི་བོ་རེད། སྐྱག་ང་ཤི་གལ་ཆེན་པོ་གང་ཞིག་ཆགས་ཡོད་རེད་ཟེར་དུས། དཔེར་ན།

སྐྱེ་བ་སྔ་ཕྱི་ལ་བརྟེན་ནས་ལས་འབྲས་བཀོད་དེ་ཡོང་དགོས་བ་རེད། ད་ལས་འབྲས་ལ་བརྟེན་ནས་ག་རེ་ཡོང་དགོས་རེད་ཟེར་ན་སྙིང་ཐོག་ཏུ་ཡོང་དགོས་བ། ཅི་ད་ཚེ་འདི་ལས་ལས་དགེ་བ་བསགས་པ་ཡིན་ན། ཚེ་ཕྱི་མ་ལ་སྙིང་ཐོག་ལྷག་ཏུ་མི་ཡི་གོང་འཕོ་ཡོང་གི་རེད། ཚེ་འདི་ལ་ལས་མི་དགེ་བ་བསགས་པ་ཡིན་ན་ཚེ་ཕྱི་མ་ལ་ངལ་གསོ་རུ་འགྲོ་གི་རེད། ཚེ་འདི་ལ་དགེ་བ་བསགས་པ་ཡིན་ན་ཚེ་ཕྱི་མ་ལ་བདེ་འགྲོར་འགྲོ་གི་རེད་ཟེར་སྐད་ཅིག་དེ་བཤད་པ་ལ། དེ།

གཉན་ཐོག་ལྷ་གདོང་མའི་གོང་བུ་གྱི་ཐོག་ནས་དེའི་ཐོག་ནས་ཐར་བ་དང་ཐུན་བཞི་ཆེན་པོའི་གོང་བུ་སྒྲོག་དགོས་ར་བ། དེ་སྒྲོག་དགོས་ར་མ་ཐོག་ངན་སོང་ལ་འགྲོ་ནས་ཐར་བ་ཐུན་ཆེན་པོའི་གོང་བུ་སྒྲོག་སྟངས་འཁོར་བ་ཡོད་མ་ར་བ། ཐོག་ཐོག་གོ་མ་ར་བ། དེ་འདྲའི་ཡིན་ཙང། སྐད་ཆ་བཤད་འོང་དུས་ག་ལ། ངན་ལས་དེ། གཉན་ཐོག་ལ་བརྟེན་པ་དང་གཉན་ཐོག་དེ་ལས་འབྲས་ལ་བརྟེན་པ་དང་ལས་འབྲས་དེ། སྐྱེ་བ་སྔ་ཕྱི་ལ་བརྟེན་ཏེ་རྩ་ནི། སྐྱེ་བ་སྔ་ཕྱི་ཟིག་ནི་དེ་ཡོད་རྫོགས་རྩ་བ་ཆགས་དེ་བ་རེད། ཁ་སང་སྔས་མ་ནས་ངས་ཨ་ནི། དཔེ་ཆ་གཅིག་ནས་གཅིག་ཞུས་པ་ཡིན་པ།

མེད་པ། སྐྱེ་བ་སྔ་ཕྱི་སྲིད་ངན་དེ། གར་སོགས་རེད། མེད་པ་ཅིག་སོགས་མ་ཐོགས་ཀྱི་བར་དུ། ཡོད་མ་རེད་ཟེར་ཡ་དཔུང་ཐག་མ་རྙེད་ཀྱི་བར་དུ། ང་ཚོ་བདག་མེད་ཟེར་ཡ་དེ་ཡོད་མ་རེད་ཟེར་ཡའི་དཔུང་ཐག་མ་རྙེད་ཀྱི་བར་དུ། ཅི་རེད་རྒྱལ་པོ་རི་རག་ཡོད་རེད་ཡོད་མ་རེད་ཟེར་ཡ་འདྲ་བོ་དེ་འདྲི་གི་ཐོག་ནས་ནོངས་པའི་ཕྱིར་གནས་ཆེན་གང་ཡང་འགྲོ་གི་མ་རེད། དེ་སུ་དཔེ་གར་སོགས་རེད། ཡི་རང་འདྲ་བོ་ཅིག་མ་གསུངས་ན་ཕྲ་མོ་ཚོ་ཅིག།

མ་མཐའ་ཡིན་པའི་སྐྱེས་བུའི་ཆོས་ཉིད་ཕྱིན་ཅི་བགྲོད་པ་ལ་གར་གོ་གི་འདུག་ཚེ་འདི་ལ། རང་ཉིད་ངལ་རྩོལ་གྱི་སྡུག་བསྔལ་ལ་འཇིགས་ཤིང་སྐྲག་པའི་ཡི་དྭགས་ཤིག་ནི་ཚེ་ཕྱི་མ་ལ་དེ་ནི་གཉེན་ཐོག་ལྷག་ཏུ་མེད་ཀྱི་གོང་བུ་དེ་ཡིན་ཞེས་གོ་གི་འདུག་དེ་ཡོང་བ་ལ་སྐྱེ་བ་སྔ་ཕྱི་གི་ཐོག་ནས་གཞི་གཏད་ཀྱི་ཐོག་ནས་ཡོང་གི་འདུག་བ། སྐྱེས་བུ་འཇིག་ཡིན་ན། དཔེ་ད་ག་སོགས་ཚེ་ཕྱི་མ་ཐར་བ་དང་ཐུགས་རྗེ་ཆེན་པོའི་གོང་བུ་ཐོག་དགོས། གོང་བུ་དང་ཁོ་བོའི་སྡུག་བསྔལ་ལ་ཡིད་འགྱུ་བའི་འགྱུ་བྱེད་ནི་ཐར་བའི་གོང་བུ་ཐོག་དགོས་དེ་ག་ལ་སྐྱེ་བ་སྔ་ཕྱི་མེད་ན་གཞི་གཏད་ཁོ་རུ་ཡོང་མ་རུང་བ། ད་ཐུགས་རྗེ་ཆེན་པོའི་སྐུ་འབུ་ཐོག་པར་འདི་བཤད་མི་དགོས་པ་བཤད། དེ་འདྲའི་ཡིག་ཚགས་དེ་ཐུགས་རྗེ་གི་རྩ་བ་དེ་རྒྱལ་དབང་ལྔ་ཤོས་ལ་མཐུད་དུས་དེ་རྩ་ནི། རྒྱལ་དབང་ལྔ་ཤོས་ཟེར་ངེས་དེ་གོ་དཀའ་ས་དེ་རེད། ངས་དང་གིས་ཞུས་པ་ན་ཞིག་འདི་ལ་ང་ཚོ་ནོར་མ་ནོར་མ་མང་པོ་ཅིག་གིས། སོ་སོ་གི་བསྟན་པའི་གསུངས་པ་ཡིག་ཚང་དཔེ་ཆ་ནང་གསུངས་པ་ཡིག་ཚང། ཡོད་ཀྱི་རེད་དྲན་དེ་གོ་བ་རེད་རྨོངས་དད་ཀྱི་ཐོག་ནས། མ་གཏོགས་དེ་ལ་རྨོངས་དད་ཡིན་ན་ཡང་སེང་གེ་ཐེབས་པའི་རྨོངས་དད་ཅེས་ཡོང་ཐུབ་གི་མ་རེད་སེང་གེ་འདི་ནི་ཅེས་འགུལ་སྐྱོད་བཏང་ཡག་གི་རྨོངས་དད་ཅེས་ཡོང་ཐུབ་གི་མ་རེད་དེ་ཅིག་ཡོད་རོགས་བྱས་ན་ཡག་པོ་རེད་དེ་ཡོང་ཐུབ་གི་མ་རེད། ཡོང་ན་ཡོད་རེད་སོ་སོ་འདྲ་བོ་དེ་འདྲའི་གཅིག་གི་དོན་བཅུ་བཞི་བཅུ་བཞི་བཞག་འོང་དེ་ག་ལ། དེ་ལ་འགི་ཆུ་གཅིག་བཏང་མ་ཐོག་ན། ཆུ་ལ་འགི་ཆུ་ཟེར་ཡ་དེ་རྩ་ནས་ཡོང་ཐུབ་ཡོད་མ་རེད་ད། རྐྱང་བ་སྔ་ཕྱི་ལ་འགི་ཆུ་ཞིག་བཏང་མ་ཐོག་པ་ཡིན་ན་ཅིག་ཡིད་ཆེས་འདྲ་བོ་ཅིག་སླེབས་མ་ཐུབ་ན་ངལ་སུན་གི་སྡུག་བསྔལ་ཟེར་ཡ་ཐོག་གཞི་འཁོར་བ་མེད་མཁན་ཆགས་ཚར་རེད་དེ་མེད་ན་ངལ་སུན་གི་སྡུག་བསྔལ་ལས་གྲོལ་ཡག་གི་དན་རྟགས་ལ་ཅིག་ལྷ་གདོང་མ་ཡི་གོང་ཕུག་ཏུ་ཐར་བར་དུ་ཐུགས་རྗེ་ཆེན་པ་དང་ཨ་ནི། མྱང་འདི་ཟེར་ཡ་ཐོ་ཡ་ཟེར་ཡ་འདྲ་བོ་དེ་འདྲའི་ཡོག་ཏུ་འཁོར་བ་ཐག་འཁོར་བ་མེད་དེ། ཧ་ཅང་གི། རྐྱང་བ་སྔ་ཕྱི་གི་ཐོག་ལ་རྟགས་གཅིག་བཏང་ཡང། ཧ་ཅང་གི་གལ་ཆེན་པོ་ཆགས་བསྡད་ཡོད་རེད། དཔེར་ན་ང་ཚོས་ག་རེ་བཟོ་བ་རེད། སྐྱེ་བ་ཕྱི་མ་ཟིག་ངེས་ཏེ། ང་ཚོ་ག་རེ་བཟོ་ནས་གང་ཟག་ཡོད་རྫོགས་དེའི་ནང་ལ་འགྲོ་དགོས་ཡ་དེ་རེད་བ། འགྲོ་དགོས་ས་གི་ས་ཆ་དེ་ཡིད་ཙམ་ནས་དེ་ཡོད་མེད་བརྟག་དཔྱད་བཏང་དགོས་ཡ་དེ་ང་ཚོ་ལ་འབྲེལ་བ་འདུག་བ། དཔེར་ན་ཆ་ཤས་ན་རི་རྒྱ་བོ་རི་རག་ཟས་འདྲ་བོ་དེ་ཚོ་ཡོད་མེད་ང་ཚོ་ལ་འབྲེལ་བ་གཅིག་པུ་ཡོད་མ་རེད་བྱས་ར། གལ་སྲིད་ང་ཚོ་བྱ་བ་ཕྱི་མ་ཡུལ་ཚོ་རིགས་བརྒྱ་པོ་རི་རག་ཀུན་ལ་འགྲོ་དགོས་ཀྱི་ཡོད་ན། ད་རིགས་བརྒྱ་པོ་རི་རག་དེ་ཡོད་འདི་ཡོད་རེད་ཡོད་མ་རེད་ཟེར་གལ་ཆེན་པོའི་ཐོག་ནས་བརྟག་དཔྱད་ཞིག་དང་འོ་དེ་མེད་པ་ཡིན་ན་རྗེས་མ་ང་ཚོ་འགྲོ་ས་མི་འདུག་བ་ས་ཆ་མི་འདུག་བ་ཟེར་ནས་གལ་ཆེ་བྱ་ཆོས་རེད་འགྲོ་དགོས་ཡ་ཡོད་མ་རག་གོ། ཡོད་ན། ང་ཚོ་དང་ང་ཚོ་དེ་དུས་དང་འབྲེལ་བ་ཞིག་ལ་ཡོད་མ་རེད་མེད་ན་ང་ཚོ་དེ་དུས་དང་འབྲེལ་བ་གི་ཡོད་མ་རེད་ཡོད་ན་འདྲ་མེད་ན་འདྲ་ཡོད་ན་ཡག་པོ་རེད་མེད་ན་ཡང་དེ་འདྲི་ཞིག་རེད་ཁོ་ལ་ང་ཚོ་དང་འབྲེལ་བ་བྱེད་དགོས་མེད་བ། ཅིའང་ཤི་མ་སི་ཏི་ཀ་ལ་ང་ཚོ་ཡུལ་གཙོ་དེ་ནི་འགྲོ་དགོས་ར་ད་ཤི། མི་ཡུལ་གཙོ་ཤི་དགོས་ར་ད་སེམས་ཅན་ཡུལ་གཙོ་ཤི་དགོས་ར། ཤི་ཚ་དེ་ཙམ་ནི་ད། ཁོ། ཡུལ་མི་རྣམས་འགྲོ་ས་ཅིག་ཡོད་དགོས་རེད་ཡུལ་མི་རྣམས་འགྲོ་ས་ཅིག་མེད་དགོས་རེད་དེ་ཉིད་འོག་ཁ་ཚོ་ཤི་ཏི་ཀ་ལ་དེ་བརྟན་པོ་བཟོ་དགོས་ཡ་དེ་གལ་ཆེན་པོ་རེད་དོ། དཔེར་ན་ངས་དཔེ་ཅིག་བཞག་པ་ཡིན་ན། དཔེར་ན་ང་ཚོ། ངེས་པར་དུ་ལོ་འགག་འདི་ནང་ནས་འགྲོ་དགོས་ཀྱི་རེད་ཟེར་ཡ་ལོ་འགག་ཅིག་ཡོད་ན། རིགས་འགའ་ཞིག་ལོ་འགག་དེ་ལ་མཐའ་མི་འདོད་ཟེར་དགོས་རེད། མ་ཟད་འགྲོ་ས་ཏི་ཀ་ལ་དེ་ནི་མ་ལོ་འགག་ཡོང་མ་རེད་ཟེར་དགོས་རེད། འགའ་ཞིག་གིས། འདིར་མང་དྲོ་དེ་ཀ་ལོ་འགའ་རིང་པོ་ཡོད་ལོ་འགའ་བདེ་པོ་ཡོད་རེད་ཟེར་གོ། ད་ང་ཚོ་ངེས་པར་དུ་ལོ་འགའ་དེ་ནང་ལ་ངེས་པར་དུ་ནི། ག་ལ་སོགས་པ་རེད་སང་ཉིན་ངེས་པར་དུ་དེ་ལོ་འགའ་དེ་ནང་འགྲོ་དགོས་ཀྱི་ཡོད་ན། མི་འགའ་ཞིག་གིས་དེ་ལོ་འགའ་དེ་ལ་མཐའ་མི་འདུག་དེའི་དབུ་ལ་མ་ལོ་ལོ་འགའ་ཡོད་མ་རེད་ཟེར་གོ་བ་རེད་འགའ་ཞིག་གིས་ལོ་འགའ་བདེ་པོ་ཡོད་རེད་ཟེར་གོ་བ་རེད། དེ་ངེས་པར་དུ་འགྲོ་དགོས་ངེས་ཅིག་ན་བརྟག་དཔྱད་བཏང་དགོས་རོགས་ཡ། སོ་སོ་འགྲོ་ས་ག་ལོ་འགའ་དེ་འདུག་མི་འདུག་བརྟག་དཔྱད་མ་བཏང་ན་འགྲིག་གི་མ་རེད་བ། བྱས་ཙང། དེ་ལས་མ་གཏོགས་གཞན་གྱིས་ཅིག་ས་ཆ་གཞན་པ་སོགས་ཡོད་ན་འདྲ་མེད་ན་འདྲ་ཆེས་ཆེ་ཕྲ་གལ་ཡོང་མ་རུང་བ། དེ་འདྲས་ཡིན་ཙང་སྐྱེ་བ་སྔ་ཕྱི་ཟིན་གྱི་དེ་ལྟ་ཅིག་ངེས་པར་དུ་གཏང་དགོས་ཀྱི་གཏང་དགོས་ཀྱི་གནད་འགག་དེ་དེ་རེད། ངས་དམ་གྱིས་ནི་ཞུ་བདེ་བ་དེ་སྐྱེ་བ་སྔ་ཕྱི་ཟིན་གྱི་ང་ཚོ་ལ་འབྲེལ་བ་ཆགས་དགོས་རེད་ད། ངེས་པར་དུ་གཏང་དགོས་རེད་ད། དེའི་ལས་བརྟན་པོ་ཅིག་བཟོས་མ་ཐོག་ན། དེ་དགེ་སྐྱོགས་ཤིག་གཏང་མ་ཚོགས་ན་ཕྱི་ཟིན་གྱི་དགེ་སྐྱོགས་གཏང་ཐུབ་ཀྱི་མ་རེད།

ཁོ་པས་དེ་སྦྱིན་སྲེག་ག་རེ་བཟོ་བ་རེད་ད། ང་ཚོ་སྡིག་ཉེས་ཤེས་པ་གཅིག་གི་ཐོག་ནས་པའི་ཏའི་མཁས་པ་མ་ཆགས་ཆགས་པ་དེ་ཡིད་ཆེས་མི་བྱེད་མཁན་གྱི་རིགས་གཅིག་ཡོང་གི་རེད། རིགས་གཅིག་དེ་བརྟག་དཔྱད་རྩ་ནས་མ་གཏོང་བ་གཅིག་ནས་བཅའ་བ་ང་ཟེར་མཁན་དེ་ཡོད་རེད་ཟེར་མཁན་ཡིད་ཆེས་བྱེད་མཁན་གྱི་རིགས་གཅིག་ཡོད་རེད། དེ་གཉིས་པ་དེ་རེད། ད་གསུམ་པ་དེ་ག་རེ་ཆགས་འདོད་རེད་ཟེར་ན། བཅའ་བ་ང་ཤེས་ལ་ཡོད་ཡིད་ཆེས་ཡོད། སྐྱེ་བ་སྔ་ཕྱི་ལ་ཡིད་ཆེས་ཡོད་པའི་སྟེང་ནས་ཁོ་བརྟག་དཔྱད་གཏོང་ཡག་གི་ཁྱབ་ཁོངས་འདྲ་བོ་ཅི་ཡང་ཡང་དེའི་བ་ཚྭ་ལ་བཏུང་བ་ཅི་བྱ་གི་རེད་ཟེར་ཁུལ། སྤྱི་བཏང་སྐྱེ་བ་སྔ་ཕྱི་ལ་ཡིད་ཆེས་ཡོད་པའི་སྟེང་ནས་སྐྱེ་བ་སྔ་ཕྱི་ཡོད་སྟངས་ག་རེ་རེད་བྱས་ཡོད་པའི་འགྲེལ་བཤད་ག་རེ་རེད་བྱས་གལ་སྲིད་མེད་ན་རྐྱེན་ག་རེ་རེད་བྱས་ཟེར་དེ་འདྲའི་གི་བརྟག་དཔྱད་གཏོང་ཡག་གི་དེའི་ང་ཚོ་བློ་ཡིད་ཟོལ་གྱིས་དེ་དེའི་ས་ཆ་བཏུང་བ་འདྲ་བོ་ཅི་བྱ་ཡིན་ན་ཡིད་ཆེས་ཡོད་ངེས། ད་དེ་སྲིད་གི་ནང་ནས་གང་ཟག་ཆེས་ཤིན་ཏུ་དབུལ་པོ་རྣོན་པོ་ཅིག་ཡིན་ན། གང་ཟག་ཧ་ཅང་དབུལ་པོ་རྣོན་པོ་ཅིག་ཡིན་ན་ཟེར་གི་དང་གང་ཟག་དབུལ་པོ་རྣོན་པོ་ཅིག་ཡིན་ན་དུམ་བུ་དེ་ཡག་གི་ཡོད་རེད། རྒྱུ་མཚན་ག་རེ་ཟེར་ན་ཁོ་དབུལ་རྣོན་ཡིན་ཙང། ཁོས་ཧ་ཅང་གི་པའི་ག་སོ་རེད། འབད་བརྩོན་ཆེན་པོའི་སྟུ་ནས་བརྟག་དཔྱད་བཏང་འོང་དེ་ག་ལོ། སྤྱང་བ་སྔ་ཕྱི་ཡོད་ན་ཡོད་པ་དང་མེད་ན་མེད་པ་ཐག་གཅིག་པའི་ངེས་པ་དེ་དུས་ཚོད་རིང་པོ་མ་ཐོག་བར་བྱས་ནས་ཁོ་རང་ལ། གདེང་ཁེབས་པའི་ལན་གཅིག་ཁོ་ལོ་ར་རག་གི་རེད། ད། དབུལ་རྣོན་མ་ཡིན་ན་གང་ཟག་དབུལ་པོ་རྣོན་པོ་མ་ཡིན་ན་དེ་ཡག་པོ་ཡོད་མ་རེད། ཇི་སྲིད་ག་རེ་ཟེར་ན། ཁོ་རིག་པའི་ཐོག་ནས་ལྟ་དཔྱད་བཏང་ནས་ཡིད་ཆེས་མ་རྙེད་ཀྱི་པ། ཚད་མའི་ངེས་པ་རྙེད་པ་དང། དེ་འདྲའི་མ་ཆགས་ཀྱི་པ་དུ་ཁོ་ཡིད་མི་ཆེས་པ་ཡིན་ན་དེ་གི་དུས་སེ་མོ་བོ་ཆུད་ཟོས་འགྲོ་གི་རེད། ཁོ་དབུགས་རྟོག་ཡིད་ཙམ་དབུ་མ་ནུ་མོ་མེད་ཙང་ཚད་མའི་ཡང་འཇུག་པ་གྲོལ་མ་ཐག་བྱས་ཀྱང་སྔ་ཤ་ལ་ཡིད་ཆེས་ཡོད་མ་ལེའུ་སྟེ་ག་ལ། སྤྱང་སྔ་ཕྱིར་ཡིད་ཆེས་ལས་མི་དེ་མི་ལས་དེ་ག་ལོ་ཕྱིས་འགྲོ་ཐུབ་གི་མ་རེད་ཕྱིས་མི་འགྲོ་དེ་ག་ལོ་མི་ཚེ་འགྲོ་བཞག་གི་རེད་དེ་སྲས་ང་ཚོ་དགོས་གི་མ་རེད་དེ་འདྲའི་ཡིད་དེ་ག་ལོ་དེ་དབུ་ནུས་མེད་ན་ཡག་པོ་ཡོད་མ་རེད་དབུ་ནུས་ཡིན་ན་དེ་ཡག་པོ་ཡོད་རེད་ད་གཉིས་པ་དེ་ཡག་པོ་གཙང་ཉིད་ཡོད་མ་རེད་ཡག་པོ་གཙང་ནི་ཡོད་མ་རེད་ཟེར་ན་མི་འདུག་ད་ལྟ་ལྟ་ཆེད་ལྟ་ཆེད་ལྟ་ཆེད་བཏང་མ་ཐོག་ཁེལ་གི་ལྟ་ཆེད་གཏོང་ཡག་གི་ནུས་པ་མེད་ངེས་ཆོས་ནི་ནུས་པ་གཙང་ནི་མེད་བསྡད་ངེས་གི་དཔེར་ན་ང་ཚོ་བློ་གཞུང་གི་རྒྱ་ཆུ་གཙང་ནི་མེད་བསྡད་ངེས་ནུས་པ་ཆོས་ནི་མེད་བསྡད་ངེས་ཅི་ཡིན་ན་ཨ་ནི། ལྕགས་སྔགས་ཤིག་ཡོད་རེད་ཟེར་ཡ་གི་སྦྱིན་སྲེག་སྦྱིན་སྲེག་གང་ཡོད་མེད་པའི་ཐོག་ནས་ལྕགས་སྔགས་ཤིག་ཡོད་རེད་ཟེར་ཡ་གི་ཡིད་ཆེས་འདྲ་པོ་ཆེ་བྱས་བསྡད་པ་ཡིན་ན་ཁོ་རང་ལ་ཕན་ཐོགས་ཡོད་རེད་བ། ད་ང་ཚོ་ནང་པའི་ངོས་ནས་ནང་པའི་ཐོག་ནས་གལ་ཆེ་ཐང་ཆེ་ན་ལྕགས་སྔགས་ཤིག་ཡོད་ན་ཡོད་རེད་བ། ཡོད་དེ་ག་ལ་ཁོ་རང་གི་གཉིད་ནས་ཡོད་མེད་བལྟ་ཞིག་བལྟ་མ་ཐོག་ནས་ཡང་སེམས་ཀྱི་སྟེང་ནས་རྨོངས་དད་འདྲ་པོ་བྱས་ནས་ཡོད་ཡོད་པར་ཡིད་ཆེས་བྱས་ན། ཡིད་ཆེས་ཅིག་གི་ཐོག་ནས་ཨ་ནི་ཅིག་ལྕགས་ཕྱེ་མ་འགྲོ་ཡ་གི་ཆེད་དུ་ཆེས་འབྲི་གི་རེད་གསོལ་འདེབས་སྨན་ལུགས་བྱེད་གི་རེད་སེམས་པ་བཟང་པོ་བྱེད་གི་རེད་ཨ་ནི་ཁོ་རང་གི་ཡང་ཅིག་ཁྲོན་བསུ་གི་རེད་དེ་འདྲའི་ཐོག་ནས་ཕན་ཐོགས་ཆེ་ཡོད་རེད་བ།

མཚན་མའི་མ་དྲོས་ཀྱི་བར་དུ་ཡིད་ཆེས་མི་བྱེད་ན། ནི་ཁོ་དབོན་པོ་རྟུལ་པོ་ཡིས་གཙང། མཚན་མའི་ནི་མཇུག་བོར་དྲོད་མི་ཐོགས། དེ་ནི་དེའི་བ་ས་ལ་ཡིད་ཆེས་མི་ལེགས་འུ་དེའི་སྐལ། ཀྱང་སྔ་ཕྱི་ལ་ཡིད་ཆེས་མི་བྱེད་ན་ཕྱིས་དྲོད་ཐོགས་ཀྱི་མ་རེད་བ། ཕྱིས་མ་དྲོས་འུ་དེའི་སྐལ། དེ་ཟས་དེ་འབྲས་ཅན་ནི་འགྲོ་བྱ་དེའི་སྐལ། དེ་ནི། ཁོ་གར་སོགས་རེ། མི་ཚེ་མོངས་ཆེ་བ་གྱིས། ཕྱིས་བརྗོད་པའི་མཐུ་ཅན་དུ་བྲལ་ནས། བས་དེ་འདྲའི་ཅི་འགྲོ་བྱ་གི་རེད། དབུགས་རྣོན་ཡིན་ན་ཁོ་མགྱོགས་པོ་མགྱོགས་པོ། ནི་མཚན་མི་རྟོག་ཐོག་གི་ཡོད་དེའི་དཀའ་ལ། དབུགས་རྣོན་གྱི་ཅི་འདྲ་པོ་ཅིག་ན་དུམ་བུ་དེ་ཡག་པོ་ཡོད་རེད། དབུགས་འཇུག་ཏུ་དབུགས་ཐོག་ཡིན་ན་དེ་ཡག་པོ་ཡོད་མ་རེད། དེ་རེད། ང་ཚོ་ལྟ་བུ་ཅིག་ན་དེ་ཡག་པོ་ཡོད་མ་རེད། བུ་ཟེར་ནས་ཡག་མིན་འགྲོ། ག་རེ་ཟེར་ན། རྒྱུ་མཚན་མ་མཐོང་ནས་ཡིད་ཆེས་བྱེད་ངེས་དེ་ཡིན་ན་བརྟན་པོ་ཡོད་མ་རེད། ཁོ་ག་རེ་ཟེར་ན་ཅི། བླ་མ་རྩ་ཆེན་པོ་འདུག་དེ་ནས། མཁས་པ་ཅིག་གིས་སྤྱན་སྔ་ཞིག་ཡོང་མ་རྟགས་ཟིན་སྐད་ཆ་བཤད་སོང་ན་ཁོ་ལོ་ཚོད་དོགས་པ་ཟ་ས་རེད། བརྟན་པོ་ཙམ་ཡོད་མ་རེད་དེ་དེའི་སྤྱི་སྟངས་ནི། དེ་བརྟན་པོ་ཡོད་མ་རེད་ཡག་པོ་ཡོད་མ་རེད། རེད་དེ་ཡིན་ན་ཡང་ད། སྤྱན་སྔ་ཞིག་ཁས་མི་ལེན་པ་འདུག་ཁས་ལེན་པ་ཅིག་གི་ནང་ནས་སྐད་ཆ་བཤད་པ་ནི་ང་ཚོ་ནོར་འབིག་སྐད་ཆ་བཤད་སྟངས་མ་ཞིག་བྱས་ན། ཁས་མི་ལེན་པ་ལས་ད་ལྟའི་རྨོངས་དད་འདྲ་བོ་ཅིག་སེམས་ཀྱི་གཏིང་ནས་ལྟ་ཅི་མི་ཕོད་དུ་ཡིད་ཆེས་ཡོད་དེ་ཡག་པོ་ཡོད་རེད། ཇི་སྲིད་ག་རེ་ཟེར་ན་དེའི་ཐོག་ནས་ཁོ་ལ་འཇུས་པོ་འཛོམས་པོ་མང་པོ་བྱ་ཡ་ཡོད་རེད་ཁོ་རང་གི་ཁྱི་འབྲི་གི་རེད། ཨ་ནི་ཁོས་གི་ལས་འབྲས་སུ་གི་རེད། ཁྱེད་ཀྱི་ཕྲག་ཏུ་འགའ་ཡི་ལས་ཀ་བྱེད་གི་མ་རེད་དེའི་ཐོག་ནས་མང་པོ་བྲལ་ཡོད་དེ་ག་ལ་སྤྱི་སྟངས་དེ་འདྲི་གི་རེད་དེ་ཞུ་བ་ད། ད་དེ་ཡིན་ཆད་དེ་སྐྱེ་བ་སྔ་ཕྱི་འདོད་པ་དང་མི་འདོད་པ་ག་འདྲི་ཡོད་མེད། དྲི་མཐིང་དབང་དུ་བྱས་ན་ག་འདྲི་ཡོད་མེད་འགྲོ་བ་སྤྱི་ཡི་དབང་དུ་བྱས་ན་ག་འདྲི་ཡོད་མེད།

ད་དེ་སྲིད་སྐར་མ་ལྔ་ཟིག་དེའི་ཁྱད་པར་གྲུབ་ས་དག་དགུང་ད་ཞུ་ཡ་ཡིན། ཨ་ནི་ཚང་མར་བཀའ་དྲིན་ཆེ། གི་ར་ཅི་དྲུག་བཀའ་དྲིན་ཆེ་ལགས།